ཨོ་བཀྲ་ཤིས་བདེ་ལེགས། ཨ་ནི་ད་ང་ཚོ་དཔེ་ཀློག་མཉེན་ཆས་སྒྲིག་སྟེགས་དང་ཨ་ནི་དེ་ལ་རམ་འདེགས་བྱེད་མཁན་གྱི་མཉེན་ཆས་གཉིས་ཆ་དད་ཕབ་ལེན་བྱས་ཚར་སོང་བ་རེད། ཡིན་ན་ཡང་ད་ང་ཚོ་ཏག་ཏག་ཅིག་འགྲོ་མི་འགྲོ་དེ་ཧ་གོ་གི་ཡོད་མེད་དུས་ན། ཨ་ནི་ང་ཚོ་གི་ད་གཟོད་སུན་པ་གི་མཉེན་ཆས་ཅིག་ཕབ་ལེན་བྱས་ཏེ་ཚོད་ལྟ་བྱེད་དགོས་ཀྱི་ཡོད་རེད། ཨ་ནི། རེད་དེ་ནི་ད་ངས་གཟོད་སུན་པ་གི་མཉེན་ཆས་དེ་འདི་ན་དྲ་ཐག་གཉིས་ཀྱི་སྒང་ལ་དྲ་ཚིགས་གཉིས་ཀྱི་སྒང་ལ་བཞག་ཆ་ཡོད་རེད།

ཨ་འདི་ཏོག་ཅབ་ཨ་ནི་ཕབ་ལེན་ཟེར་བ་དེ་གི་གོ་ལ་དེ་ནས་གོ་འདི་མཚམས་ནི་ཨ་ནི་ཁྱེད་རང་ཁུལ་ཁུལ་དེ་ཡོང་ན་ཨ་ནི་སྐར་འཕྲེང་གཉིས་བསྐོར་རོང་ཅིག་གི་ད་ཤེས་རིག་དེ་རྒྱུ་ནི་ད་ལེན་དགོས་ཀི་ཡོད་རེད་དེ་འདྲ་ཡིན་དུས་ན་ཨ་ནི་ཁ་པར་གི་ནང་ནི་ད་ཁྱེད་རང་གི་ཤེས་རིག་དེ་ཤེར་དགོས་ཀི་ཡོད་རེད་ཟེར་ང་ཡི་འདི་གི་སྐར་འཕྲེང་གི་སྐར་འཕྲེང་གི་ཤེས་རིག་སྐར་འཕྲེང་སྒོ་ཕྱེ་དེ་ནང་གི་ཤེས་རིག་དེ་སྒོ་ཕྱེ་འོ་དེ་ནང་ནི་ད་ཨ་ནི་འདི་ནང་སྒོ་ཕྱེ་ན་འགྲིག་གི་ཡོད་རེད་ཟེར་དེ་ནི་ཁྱེད་རང་གི་སྐར་འཕྲེང་དེ་རྒྱུ་ནི་ད་འདི་ནང་ཕབ་ལེན་བྱེད་དགོས་ཀི་འདུག་ཨ་འོ་ད་ཅིག་ད་འགྲིག་སོང་བ་རེད་དེ་ཅིག་དེ་ལ་ཏོག་ཅབ་དེ་ནི། འདི་ཕབ་ལེན་ཟེར་བ་ཏིག་གི་དགོན་ལག་ཅིག་ནས་འགུགས་ཡོད་རེད། འོ་དེ་ཕབ་ལེན་བྱས་ཚར་སོང་དེ་ན་འདི་ན་མདའ་རྩེ་རྒྱུད་ཏིག་དགོན་ལག་ཅིག་ནས་དེ་ནས་ཡིག་ནོར་གྱི་ནང་ལ་སྟོན་ཟེར་བ་ཅིག་འདུག་དེ་ཅིག་ནས་ཡང་ན་ཁྱེད་རང་ཕབ་ལེན་བྱས་ཚར་བའི་ས་སྐྱ་དེ་སྟོན་ཡོང་དགོས་རེད། ཡིན་ན་ཡང་ད་འདི་སྒོ་ལྕགས་རྒྱབ་བཞག་རྒྱུ་རེད་འདུག Zip ཟེར་བ་དེ་རེད། དེ་འདྲ་ཡིན་དུས་ན་ད་འདི་གི་གཏོར་སྐྱེལ་གྱི་ཉིན་བྱེད་ཅིག་འགོག་གི་ཡོད་རེད་ང་ལ་དེ་ཡོད་རེད་དེ་འདྲ་ཡིན་དུས་ན་འདི་གི་དགོན་ལ་ཉི་ལྡེབས་ཅིག་བྱས་བཞག། ཉི་ལྡེབས་ཅིག་བྱས་ཡང་ན་ཁོ་རང་གི་སྒོ་ཕྱེ་ཡིན་གྱི་འདུག།

དཔེ་ཀློག་བརྙན་གྱི་སྒྲིག་ཐབས་ཁོ་རང་སྒོ་ཕྱེ་དགོས་ཀྱི་ཡོད་རེད། ཨ་བ་སྒོ་ཕྱེ། དེ་ནས་དང་པོ་དེ་ག་བ་ཅིག་གར་གྱི་སྒོ་དེ་ན་འདི་ན། Tools། ཟེར་ཡག་གྱི་འདུག་ལག་ཆ་ཟེར་ཡག་གྱི་དེའི་སྒོ་ན་འགྲོ། ཨ་ནི་ང་ཚོ་གི་དྲ་རྒྱ། འཐུ་དགོས་ཀྱི་ཡོད་རེད། ཨ་བ་འདི། དེ་གཅིག་དེ་ནས་འདི་ན Building། Build། Settings ཟེར་ཡག་གི་འདུག་དེའི་སྒོ་ན་ཅིག་འགྲོ་དགོས་ཀྱི་ཡོད་རེད། ཨོ་འདི་རྟགས་རྒྱག་མི་འདུག་ཨ། གར་སེ་ཁྱེད་རང་གི་འདི་ལ་འདི་རྟགས་རྒྱག་ཤག་ཨ་ཡིན་ན་རྟགས་དེ་ངེས་པར་དུ་ལེན་དགོས་ཀྱི་ཡོད་རེད། གར་གྱི་ལམ་ན་འདི་ཡོད་ཁྱེད་རང་གི། དང་པོ་དེ་དྲ་རྒྱ་ལ་ཉིན་བར་དུ་འཐུ་དགོས་རེད་དེ་དང་པོ་བཟོ་དུས་དེ་གཉིས་པ་ནི་ཁྱེད་རང་གི་དྲ་རྒྱ་ལ་མ་འཐུ་ན་འགྲིག་གི་ཡོད་རེད། ཧ་དེ་འདྲ་བྱས་ཏེ་འདི་འགྲིག་བདེ་བ་ཅི། དེ་ནི་འདི་ཡོང་འཆར File དུ་སོང་ནང་སོང། Open Apps ཟེར་བ་དེ་གི་སྒོ་ང་བཅུག་ནས་དེ་ནི་ང་ཚོ་གི་ཕབ་ལེན་བྱེད་རྒྱུ་དེ་ས་ཆ་ག་བ་བཞག་ཡོད་རེད་ལབ་ན་ང་ཚོ་གི་འདི་འདི་ཕབ་ལེན་ཟེར་བ་གི་ཚན་པ་དེ་ཚེ་འདི་ནང་བཞག་ཡོད། ཧོ་དེ་དེ་ནི་འདི་སྒོ་ང་བཅུག་ནས། འདི་ཡོང་འཆར་འདི་སྒོ་ང་བཅུག་ནས་དང་འདི། འདི་ནང་ལག་གཉིས་ཡོད་པ་གི་འདི་གི་ཨེད་འབྲེལ་ཟེར་རྒྱུ་དེ་ངེས་བར་དུ་དེ་ལས་འགོ་དགོས་ཡ་རེད། གཞན་པ་དེ་ཚོ་ལེན་ཐུབ་གི་ཡ་མ་རེད་ད་ལེན་ཡ་ཡོང་མ་རེད་ཟེར་ཨོ་ཐེ་ཅི། ཨའོ་ཐེ་ཅི་ད་སླེབས་སོང་ཨ། དེ་ནས་ད་གཞན་པ་གང་གཅིག་དགོས་གི་ཡ་མ་རེད་འདི save ཟེར་རྒྱུ་ནི་ཨ་ནི build android app ཟེར་རྒྱུ་ཞིག་ནས་དོན་ན་ཏག་ཏག་འགྲོ་ཤག་གི་ཡོད། ཨོ་ད་ཁོ་རང་གི་འདི་མཚམས་ནས་བཟོ་ཡོང་གི་ཡོད་རེད་དེ་བཟོའང་དེས་ན་ད་ང་ཚོ་སྒུག་བསྡད་དགོས་ཡ་རེད་ད་ཁོ་ཚོ་གི་བཟོ་རྒྱུ་བ་དུས་སུ་འགོར་གི་རེད་ད་ཡང་ཁྱེད་རང་གསར་བ་བཟོ་བསྡད་དགོས་ཡ་རེད་དེ་འདྲ་དུས་སུ་འགོ་སྲིད་པ་རེད། ཧོ་འདི་ད་བཟོས་ཚར་སོང་བ་དེ། འོན་ཏེ་གཟུ་བ་ཏག་ཏག་འགྲིག་འདུག་འདི་ན་ཡི་གེ་ལྗང་ཁུ་གཅིག་གི་ནང་ལ build successful ལབ་འདུག་འོ་ད་འགྲིག་སོང་རེད་དེ་དང། གཟུ་བ་འདི་ཉིན་གཅིག་ཕར་ལེན་ལ་སྣ་སྟོབས་མེད་སོང་བ་རེད་དེ་བཟོ་ཐུབ་སོང་གི་རྟགས་བསྟན་དགོས་རེད་དེ་འདྲ་ཡིན་དུས་ན། དེ་གཅིག་དེ་ནས་ཁྱེད་རང་གི་འདི་ངོ་ལྟ་བ་ཡིན་ན་ད་སྣ་སྟོན་བྱུང་བ་དང་ཡང་ན་ལམ་འགྲོ་རྒྱུག་དང་མ་རྒྱུག་ཚང་མ་དེ་འདིའི་ནང་ལ་འབྲི་བྱེད་ཏག་ཏག་རྒྱབ་ཤ་ཡོད་རེད་གལ་སྲིད་ཁྱེད་རང་གི་དབྱིན་སྐྱིད་དང་རྒྱ་ཡིག་ཤེས་མཁན་གཅིག་ཡིན་ན་ཏག་ཏག་འབྲི་བྱེད་ཡོད་རེད། འོ་ད་འདི་ང་ཚོ་གི་ཚོད་ལྟ་བྱེད་ཉིན་དང་པོ་དེ་དེ་ཙམ་གྱིས་འགྲིག་པ་ཅིག་ཡིན་ཐུགས་ཆེ།